སྲིད་འཛིན། ཞི་ཅིན་ཕིང། ཨ་ནི་ད་ལྟའི་གི་གནས་སྟངས་འདི་ལ་ཡ། ད་ལྟ་ཡུ་རོབ་ལ་ཡ་སྐོར་སྐྱོད་འདི་བྱས། དེ་ནི་རྒྱ་ནག་གི་གནས་སྟངས་ད་ལྟའི་གི་གནས་སྟངས་འདི་ལ་ཡ། འདི་འདྲི་ཅིག་རོབས་ཅིག་ཞུས་ན་བསམ་སི་རྣམ་པ་ཚོ་ལ་མཁས་མདོག་བྱས་ཡོད་ཆུ་དོ་རོ། ཨ་ནི་བསམ་བློ་བཏང་ཡོད་རོ་རྡོག་རྡོག་རྡོག་རྡོག་ཅིག་ཞུ་ཡ་ཡིན། འདི་རེད། ད་ད་རིང་ཞི་ཅིན་ཕིང་ཡུ་རོབ་ལ་འགྲོ་ཡས་འདི་ད་ལོ་ལྔ་གི་རྗེས་ལ་ཡ་ཐེ་མ་དང་པོ་ཆགས་ཀྱི་ཡོད་རེད་ཀོ་བིད་ནས་ཅེས་ད་ལྟ་བར་དུ་ཁོ་རང་ཡུ་རོབ་ལ་ད་ལྟ་བར་དུ་འགྲོ་ཡོད་མ་རེད།

གི་སྒང་ལ་ཡང་ཨནི་ཁོང་ཚོས་ཀྱིས་བཙུགས་བྱ་རྒྱུ་དང་ཨནི་ད་ལྟ Belt and Road Initiative འདི་གི་ཐོག་ལ་ཨནི་བཀའ་མོལ་གནང་ཡ་ཆ་དེ་རེད། ད་དང་པོ་དེ་དགོས་པ་རྒྱུ་མཚན་དེ་ཞིག་ཡིན་ད་ཁོང་ཞི་ཅིན་ཕིང་ཡུ་རོབ་ལ་འགྲོ་དགོས་ཡ་དགོས་པ་རྒྱུ་མཚན་དེ་དང་པོ་དེ་གཅིག་བྱེད་རོགས། གཉིས་པ་དེ། ད་ལྟའི་རྔམ་སྒྲ་ཞེད་སྣང་དེ་ག་རེ་རེད་ཟེར་ལབ་བ་ཡིན་ན་ར་ཤི་ཡའི་གིས་དམག་དེ་བར་མཚམས་བཞག་བ་ཡིན་ན་ཁོང་ཚོས་ཉེན་ཁ་ལྗི་བོ་ཞུ་ཆེ་བར་རྒྱ་ནག་ལ་ཡང་ད་ལྟ་ར་ཤི་ཡའི་རྒྱལ་ཁབ་དེ་དམའ་ཤོས་རེད་ད་དེ་ཚོ་རྒྱབ་ལོག་ལ་སུ་ཡོད་རེད་ལབ་ན་རྒྱ་ནག་ཡོད་རེད་ག་འདྲས་སུ་ཡོད་རེད་ལབ་ན་རྒྱ་ནག་གིས་གོ་མཚོན་གི་ཐོག་ནས་ཡ་ད་ཀོང་པོ་ནན་ལ་ཡོད་རེད་བ། པུར་བཅའ། ཨ་ནི་འདི་འདྲིས་ཀྱི་ཡོ་བྱད་འདི་ཚང་མ་སྤྲད་ཉེ་འདི་ཁོ་ཚོ་རེད། རྒྱ་ནག་ཆགས་འདི་ཡོད་རེད། རྒྱ་ནག་དང། པུ་ཏིན་དང་ཞི་ཅིན་ཕིན་གཉིས་ད་ལྟ་ད་ཆབ་སྲིད་ཀྱི་ཐོག་ནས་རྒྱལ་ཁབ་གཉིས་ཐོག་ལ་འདི་འདྲི་ཆགས་འདི་ཡོད་རེད་གྲོགས་པོ་ཆགས་འདི་ཡོད་རེད། ཡིན་ནས་གཅིག་གིས་གཅིག་ལ་ཡིད་ཆེས་བྱེད་ཀྱི་ཡོད་རེད་ཟེར་ནས་ཡིད་ཆེས་བྱེད་ཀྱི་ཡོད་མ་རེད་གང་ཡིན་ཟེར་ན་ཁ་སང་ཁོ་ཡུ་རོབ་ལ་འགྲོ་བ་དང་རོ།

ཨ་ནེ་ཞི་ཅིན་ཕིང་གིས་ད་ལོ་དྲུག་ཅུ་འཁོར་བའི་ཀྱི་ཧྥ་རན་སི་དང་རྒྱ་ནག་གི་ད་རྒྱལ་ཁབ་ཀྱི་ཉེ་འབྲེལ་ལགས་རོ Diplomatic Relations རོ་སྐུ་ཚབ་ཀྱི་ཨ་ནེ་འདི་གི་ཐོག་ལ་ད་ད་ལྟ་བར་དུ་ལོ་དྲུག་ཅུ་བརྟན་པོ་ཞུ་བསྡད་ནས་ང་ཚོ་ཧྥ་རན་སི་དང་རྒྱ་ནག་གཉིས་དེ་གིས་ཀྱི་འཆམ་པོ་ཡོད་སྙེ་མ་སྤྱི་ལོ་གཅིག་སྟོང་དགུ་བརྒྱ། དྲུག་བཅུ་རབ་བཞི། སྤྱི་ཟླ་དང་པོའི་ད་རེས་ཉི་ས་བདུན་ལ་ཁོ་ཚོའི་གི་སྙེ་མ་ཨ་ནི། Republic of China། ཟེར་ཡ་དེ་ཨ་ནི་ངོས་འབྲེལ་བྱེད་སྙེ་དང་པོ་དེ France ཆགས་བསྡད་ཡ་རེད། དེའི་གི་རྒྱལ་ཁབ་གཉིས་གི་པོ་རུ་ལ Diplomatic Relation གི་ད་རིང་ལོ་དྲུག་བཅུ་འཁོར་བའི་གི་སྲུང་བརྩི་བྱེད་ཡ་ཆེད་དུ་ཁོ་རང་བསྡད་ལ་འགྲོ་བ་རེད། ཡིན་ནས་ད་དེ་གི་ནང་ལོགས་ལ་ཡ་རྒྱབ་ལྗོངས་མང་པོ་ཅིག་ཆགས་བསྡད་ཡོད་རེད།

དེ་ནས་ཚོང་འབྲེལ་གྱི་ཐོག་ལ་ཡ་ད་ཨ་ནི། Trade Tariff། ལ་ཡི་རུ་ཨ་འོ་དེ་གི Agreement གྱི་ཐོག་ལ་ཡ་ཨ་ནི། ཁོང་ཚོ་བཀའ་མོལ་མང་པོ་གནང་ཡོད་ས་རེད་རུ་ཨ། ཨ་ནི་ད་དམིགས་བསལ་གྱི་ཡུ་རོབ་ལ་ད་ལྟ་ཁོ་རང་འགྲོ་དགོས་ཨ་དེ Xi Jinping དེ་དམིགས་བསལ་གྱི Electric Vehicle གྱི་སྒང་ལ་ཁོ་རང་ཚོ་གི་ད་ཚོང་འཛམ་བུ་གླིང་ནང་ཆེ་ཤོས་སྤེལ་གྱི་འཆར་གཞི་དེ་བཏོན་དགོས་ད་ཁོང་ཚོ་གི་དམིགས་ཡུལ་དེ་ཨ་ནི Electric Vehicle གྱི་རྒྱ་སྐྱེད་བཏང་ཡ་དེ།

གཅིག་འདི་རེད། དགོས་པའི་རྒྱུ་མཚན་ལས་དགོས་པ་གཅིག་འདི་རེད། གཉིས་པ་འདི་ད་ལྟའི་གནས་སྟངས་འདི་ཁོ་རང་ཚོ་གི་ནང་ཁུལ་ལ་ཡ་ད་ཁོ་ཚོ་ར་ཤི་ཡ་ལ་ཡ་རོགས་པ་བྱེད་བྱེད་མུ་མཐུད་ནས་བྱེད་ཡ་ད་ཆ་གཞི་ཆ་ནང་ཚོ་སུ་ཡོད་ར་རྒྱབ་ལོག་ནས། དེ་ན་ནས་དེ་རིང་སར་བྷི་ཡ་ལ་ཡ་ནི་རྒྱ་ནག་གི་སྲིད་འཛིན་ཤི་ཇི་པིན་གི་ག་རེ་བཤད་ཡོད་ལ་ན་གསར་ཁང་དང་རྒྱ་ནག་སར་བྷི་ཡ་གི་མི་མང་ལ་དེ་རིང་ལོ་ཉི་ཤུ་རྩེ་ལྔ་སྔོན་ལ

ཟབ་རུ་འགྲོ་གི་ཡོད་རེད། ཨ་ནི། དེ་འདྲའི་རིགས་དེ་ད་ཁྱོད་ནི་ཁོ་ར་ཡུང། རྨ་ཆུ་བས་ཀྱི་ཐབས་ཤེས་ཐབས་ལམ་འདི་ད་ང་རང་ཚོ་མ་འོངས་པ་ལ་དེ་ཚོའི་ཐོག་ལ་ཡ། ཨ་ནི་དོ་ནོམ་པོ་བྱེད་དགོས་རེད། གཅིག་དེ་ད་ག་འདྲ་ཁོ་རང་ཚོ་གི་ད་འདོད་ཡ་ད། དཀྲོག་གཏམ་སྤེལ་བ་འདིས US ཨ་ནི NATO འདི་ཚོ་གི་ཐོག་ལ་ད་ད་འདོད་འཆར་གཞི་ཆ་ནང་སྟོན་གི་ཡོད་རེད་རྒྱ་ནག་གི་ཕྱོགས་ནས་ད་ག་འདྲ་ཕྱིས་སུ་འཛམ་བུ་གླིང་གི་ནང་ལ་ཡང་ད་ཨ་རིག་གི་དཔེ་མ་སྲིད་གི་དམ་དྲག་རྒྱ་ནག་ལ་ལྟ་སྟངས་དང་དཔེ་མ་སྲིད་གི་ནན་པོ་ནེམ་གི་ཡོད་རེད་འདི་རྒྱུ་མཚན་ལ་ལྟ་ནས་ད་ཁོང་ཚོ་མཐུན་འབྲེལ་བྱེད་ཡ་ད་ཁོ་རང་ཚོ་གཅིག་སྒྲིལ་བཟོས་ཡ་དང་འདི་རྒྱུ་མཚན་ལ་བརྟེན་ནས་ཆགས་འདི་ཡོད་རེད་ད་ར་ཤི་ཡའི་གི་འདྲ་བོ་བྱིན་ན་དཔེ་ན།

ད་འདི་གི་ཐོག་ལ་ལག་བརྡ་བལྟ་བ་ཡིན་ན International Law སྙན་མ Lawyer དེ་འདྲས་ཀྱི་མང་པོ་ཅིག་གི་ད་ལྟ Italy རེད་ཅིག་རེད་ད་གང་ལྟར Association དེ Lawyer དེ་དེ་ནས་ནི་ཡ་བརྒྱུད་ནི་ཡ་རྒྱ་ནག་ལ་ཡ་ཨ་ནི་སྐྱོན་བརྗོད་མང་པོ་བྱེད་འགྲོ་མིག་ཐོབ་ཐང་གི་ཐོག་ལ་ཁྲིམས་འགལ་བའི་གི་ཨ་ནི་ཉེས་འཛུགས་མང་པོ་ཅིག་ཡོད་རེད་ཁོ Crime རེད་ད Criminal རེད།

རྒྱ་ནག་ཁོ་རང་གི་འདི་ནང་ལ་ཞབས་འདྲེན་ཞུ་སྐྱོ་དེ་འདྲས་ཨ་ནི་དམག་མི་ཡིན་ན་ད་དམག་མི་དཔོན་པོ་ཡིན་ན་དཔོན་པོ་གི་དང་པོ་བརྙན་ལ་གྲུ་སིང་ཁོ་རང་ལ་ཡ operate བྱེད་ཨ་ཅིག་བོད་ཆོས་བཏང་བཏང་གེ་ཡག་པོ་མ་ཤེས་པ་ཅེ་ཨ་ནི་འདི་གི་ནང་ལོག་ལ་ཡ་ཨ་ནི་ཡོན་སྦྱོང་གེ་ཏག་ཏག་མེད་བ་ཅིག training ལགས་རོགས་དེ་འདྲས་ཏག་ཏག་མེད་ཅིག་དཀའ་ངལ་མང་པོ་འཕྲད་སྐྱོ་ད་དེ་འདྲས་གི་མང་པོ་ཅིག་བྲིས་ཡོད་ས་རོགས་ད་འདི་མི་མང་གི་ག་རེ་ཤེས་གི་འདུག་ལ་ན་མང་ཆེ་ད་འདི་རྒྱ་ནག་གི་ཚགས་པ་གི་ནང་ད་གཞུང་གི་ཚགས་པ་ནང། ད་འདི་ག་རེ་ཡིན་ནས་ཡང་མེད་ན་ཁོ་ཚོ་རྐང་བཙུགས་ནས་བཏོན་རེད་ཟེར་རོ་ཡང་མེད་ན་ནི་འདི་ད་ཁོ་ཚོའི་གི་ད་འདི་ཁོ་ཚོ་དོགས་པ་གཉིས་གང་ལ་ཆགས་བསྡད་རོ་ཡང་མེད་ན་རྐང་བཙུགས་ནས་བཏོན་པ་ཡིན་ན་ག་རེ་ཕྱིན་བཏོན་རེད་རོ། ཡང་མེད་ན་ནི་ཁ་ཤས་ཅིག་གི་ཁ་ནས་ཤོར་ནས་ཨ་ནི་ལབ་བཅུ་ཡོད་ད་ཡང་མེད་ན་ཨོར་དོམ་བྱས་ནས་ལབ་བསྡད་ལབ་བྱས་བྲིས་བྱ་རྒྱོ་ཅིག་ཡིན་གྱི་རེད་ད་འདི་འདྲའི་གང་ལ་འཐོམ་རྒྱོ་གནས་སྟངས་ཅིག་གང་ལ་སླེབས་བསྡད་ཤག་མི་སལ་ལེ་ན་ཡའོ་རེན་ཅི་པའི་ནུས་པ་མེད་སྐྱོ་དང་ད་འདི་འདྲིའི་སྒང་ལ་བཤད་དོག་ང་ཚོ Military Power འདི Fake རེད་ད་ང་ཚོས་ཀྱི་དམག་མི་འདི་སྟོབས་ཤུགས་འདི་རྫུན་མ་རེད་ནུས་པ་སྟོན་ཡ་འདི་འཛམ་བུ་གླིང་གི་ནང་རྫུན་མ་སྟོན་གྱི་ཡོད་རེད་འདི་འདྲའི་དགྲ་བོ་གི་གནས་སྟངས་ཅིག་ལས་འདི་ཤ་ཡིན་ནས་ད་རྒྱ་ནག་དང་ཨ་ནི Russia སི་ཉེ་དུ་ཚོ་ལ་ཡ་ཨ་ནི

གལ་བ་དང་དིག་གི་རླུང་ཅི་ཡོད་རོ། དིག་གི་རླུང་འདི་ཚང་མ་དང། དུག། དུག་ཀྱང་རེད་རླུང་དིག་གི་ཁོར་ཡུག་གི་གཡས་གཡོན་ཚང་མ་མེད་བ་སོས་ཐུག་ཡོད། དིག་གི་ནང་རྫས Chemical Reaction ལེགས་རོ། Chemical Reaction རྫས་འདིས་རླུང་བསྲེག་བྱས་ཡོད་རེད་རླུང་བསྲེག་ཐུག་ག་ལ་ང་ཚོ་དབུགས་གང་ནས་ཤི་རོ། དཔེར་ན་སའི་འོག་ལ་བསྡད་ཡོད་ན་ཀའི་འདི་འདི་ནང་འཛུལ་འགྲོ་གོ་དབུགས་བསྲེག་བྱས Gas བསྲེག་བྱས་ཡོད་རེད Air རླུང་མེད་བ་སོས་བྱས་ཡོད་རོ། སའི་འོག་ལ

བྱ་ཆོ་བ་བྱིའུ་ཨ་ནི་རྣམ་ཤེས་དཔེ་སྐྱིད་པོ་འདུག་ཚང་མ་ལ་ཚེ་རིང་ལོ་བརྒྱ་བཞུ་ཡན་དང་ཉི་མ་སྤྲོད་ནས་བསྡད་ཡོད་ལགས་སོ།